སློབ་ཕྲུག་ཚང་མ་ཞོགས་པ་དེ་ལས་ཁམས་བཟང། ཨ་ནི་དེ་རིང་ང་ཚོ་པར་རིས་བརྒྱུད་ནས་ཤིང་ཏོག་གི་མིང་ཁ་ཤས་ཤིག་ངོ་སྤྲོད་བྱས་དང་མཉམ་དུ་ཤིང་ཏོག་མིང་གི་དག་ཆ་དེ་ཚོ་ང་ཚོ་སྦྱང་ཨ་ཡིན། ཆ་བཤམ་ཆུ་ཆུ། ག་ག་ན་རོ་གོན་ན་གོན། ཆུ་ག་གོན། ཆུ་ག་གོན། ཚ། ལ་བཤམ་ཆུ་ལུ། མ། ཚ་ལུ་མ། ཚ་ལུ་མ། ངང་ང་ངང། ལ་ཁ་ལག། ངང་ལག། ངང་ལག། ར་ག་ད་ག་བཤམ་རྒྱུ་དགུན་ན་དགུན། ཨ་ཨུ་བ་ར་ད་དགྲ་བཤམ་རྒྱུ་སྦྲུམ་མ་སྦྲུམ། དགུན་སྦྲུམ། དགུན་སྦྲུམ། ས་སྒྲེང་བུ་སེ་ཡབ་བ་ཡབ།

ཨ་ནེའི་འབྲས་བུ། ས་འབྲིང་པོ་སེ། ཨའུ་བ་ར་ད་དགྲ་བཤམ་ཆུ་འབྲུ། སའི་འབྲུ། སའི་འབྲུ། བལ་ལ་བལ། པ་ན་རུ་པོ་ཨ་ཁི་གུ་ཡི། བལ་པོའི། ས་འབྲིང་པོ་སེ་ཨ་བཤམ་ཆུ་འུ། སེའུ། བལ་པོའི་སེའུ། བལ་པོའི་སེའུ། ཨའུ་བཱ་ར་ཏཱ་བཛྲ་ཤམ་ཆུ་འབྲུག་ག་འབྲུག། ཚག་ག་ས་ཚག། འབྲུག་ཚག། འབྲུག་ཚག། ལ་ཁི་གུ་ལི། ལ་ཁི་གུ་ལི། ཁ་མ་ཁམ་བྷ་ཤམ་ཆུ་བུ། ཁམ་བུ། ཁམ་བུ། ཐ་འོག་དམར་ར་དམར་ལ་ཤམ་ཆུ་ལུམ་མ་ལུམ། དམར་ལུམ། དམར་ལུམ། བཀའ་བཤམས་ཆུ་སྐུ། ཤ་བཤམས་ཆུ་ཤུ། ཀུ་ཤུ། སྐུ་ཤུ། ལྕགས་ཀྱི་སྐུ་སྤྱི། བཀའ་བཤམས་ཆུ་སྐུ། སྤྱི་སྐུ། སྤྱི་སྐུ། འོ་སློབ་ཕྲུག་ཚོ་མཚམས་འདི་ནས་རྒན་ལགས་ཀྱིས་ཁྱེད་རང་ཚོ་ལ་སྦྱོང་ཚན་ཞིག་བྲིས་ཀྱི་ཡིན་ད་ད་ལྟ་ཁྱེད་རང་ཚོ་གི་འདི་ནས་མ་ཤིང་ཏོག་གི་པར་རིས་མང་པོ་ཅིག་གཟིགས་ཀྱི་རེད་ཁྱེད་རང་ཚོ་གི་ཤིང་ཏོག་དེ་པར་གཟིགས་ཀྱི་གཟིགས་ཀྱི་ཁྱེད་རང་ཚོ་གི་ཤིང་ཏོག་གི་མིང་དེ་ཚོ་ཁ་ནས་ལས་རེད། ཨ་ནི་གལ་སྲིད་ཁྱེད་རང་ཚོ་གི་མིང་ཆ་ཚང་ཅིག་ཤེས་པ་ཡིན་ན་ཡག་ཤོས་ཆེ་གལ་སྲིད་མ་ཤེས་པ་ཡིན་ན་རྒན་ལགས་ཀྱི་བརྙན་ཐུང་འདི་ཡང་བསྐྱར་ཅིག་གཟིགས་པ་ཡིན་ན་ཁྱེད་རང་ཚོ་གི་བློ་ལ་ངེས་པ་ཡོང་གི་རེད།